ཨོ་ལ་སོ། སྤྱི་སེམས་སྤུངས་སེ་ནང་ལ་བཞུགས་ཡོད་པའི་བཀའ་དྲིན་ཅན་གྱི་དགེ་བའི་བཤེས་གཉེན་རྣམ་པ་ཚོ་དང་ལམ་སྟོན་པ་རྣམ་པ་ས་ག་ན་བཞིན་གྱི་ཚོགས་གཙོ་ཚོགས་གཞོན་རྒྱུན་ལས་རྣམ་པ་ཚོ་དང། དྲ་གྲོགས་ཕོ་མོ་ཡོངས་ལ་ཡ་ང་དགོངས་དོན་གསུམ་གྱི་འཚམས་འདྲི་དང་སྐུ་ཁམས་བཟང་ཞུ་བས་ཡིན། ད་དེ་ནས་ཡ་ཨ་ལ་དི་གངས་སེ་ལ་ཡ་སངས་རྒྱས་ལགས་ཕེ་བཞག་ད་ག་ན་བཞིན་ཨ་མ་ནུ་འཛི་ལགས་ཕེ་བཞག་ཨ་ནི་ཀ་མ་ལགས་ཕེ་བཞག། ནོར་རྫི་ལགས་ཀྱིས་ཁོང་ཚོས་ཧ་ལས་ཡག་པོ་གསུངས་བཞག་ཁྱེད་རང་ལ་བྱས་སོ་ཡི་རངས་དང་དྲན་པ་རེ་ཞུ་ཡས་ཡིན་འདུག་ཨ་འདི་སངས་རྒྱས་ལགས་ཀྱིས་སྙིང་རྡུང་ཅིག་བཏང་གནང་བཞག་བོད་མི་ཚེ་ཡག་པོ་འདུག། འདི་ད་ལྟ་ད་ལྟ་འདི་གོང་དེ་ལ་ཡང་ཀརྨ་ལགས་ཀྱིས། དྲ་ཚིགས་ཀྱི་སྟངས་ནས་གསལ་བཤད་ཅིག་གནང་སོང། དེ་ལ་ཡང་ང་རང་བསམ་ཚུལ་གྱི་ཞུས་ན་བསམ་པ་རེ་བྱུང་སོང། ཨ་ནི་སྲིད་སྐྱོང་དཔེ་མི་སྲིད་གི་ནོར་མི་འདུག་དཔེ་མི་སྲིད་ཡག་པོ་འདེམས་བཞག་ཨ་ནི་སྐྱོ་བོ་ཚང་གང་ག་ལ་ཡག་དེ་ལས་གནང་གི་འདུག་ཚང་མ་སྲིད་ཡིན་པ་འདྲ། ད་ངས་གི་ཅིག་སྲིད་སྐྱོང་ཟེར་ན་ད་སྲིད་སྐྱོང་ཡག་པོ་ཡོད་པའི་ཕན་གོ་མ་རང་མི་མང་ཡག་པོ་གོ་གི་ཡོད་ར་བ། དེ་སོང་དང་མི་མང་ཡིན་ཚང་མ་ལོག་གི། ད་ལྟའི་ཨོ་རི་ས་ལ་ཕེབས་བསུ་ཞུས་པ་ན་བཞིན་དང་ཨོ་རི་ས་ལ་ཡང་སྲིད་སྐྱོང་ལ་གུས་བརྩི་བྱེད་པ་ཞུས་པ་ན་བཞིན་ཚང་མ་གི་སྡུག་བྱེད་པར་བྱེད་ན་ང་ཚོ་ལས་ཀྱི་ཡག་པོ་ཡོང་གི་རུ་བ་ཨ་ནི་བྱེད་སྟངས་གི་ད་མི་མང་ག་ལ་གང་འཚམ་གྱི་དེ་འདྲའི་ཡག་པོ་ཡོད་རེད་དེ་ད་བསྟན་པ་འགོ་ནས་ཤེས་ཡོང་གི་རུ་བ་ཐུགས་ཁག་ཡོད་མ་རུ་བ་དཀའ་ཉེན་ཚང་མ་གང་ནས་མང་བཟོས་བྱེད་ཀྱི་རུ་བ། མི་དམངས་བདེ་སྣང་ལ་ཡག། ཉིས་སྟོང་བཅུ་བཅུ་གཅིག་པར་གྲགས་ལ་ཡག། ྋགོང་ས ྋསྐྱབས་མགོན་རིན་པོ་ཆེ་གཞིས་ཆགས་ལ་ཆེད་བསྐྱོད་གནང་དུས་འཛོམས་པ་ལ་མི་མི་མང་པོ་ཞིག་འཛོམས་རེད། དེ་ནས་ད་ལྟ་བར་དུ་མི་འབོར་མང་པོ་དེ་འདྲའི་ཆིག་འཛོམས་མྱོང་ཡོད་མ་རེད་ཕལ་ཆེར་ཚིག་ཐག་ཆོད་པོ་ཐོར་བུའི་ངང་ནས་ཞུ་ཐུབ་ཀྱི་ཡོད། ད་ད་རིང་དངོས་གནས་ཆ་ཚང་མ་ཕེབས་བསུ་ལ་ཕེབས་བྱས་ནས་ག་ཚོད་ག་ཚོད་གནང་སོང། མི་མང་དེ་གས་དེ་གས་ཡ་རབས་སྤྱོད་བཟང་གི་ཐོག་ནས། དེའི་ནང་ལ་ཡ་རྒྱབ་སྐྱོར་ཞུ་ངན་ཡོད་རེད་རྒྱབ་སྐྱོར་མ་ཞུ་ངན་ཡོད་རེད་སོ་སོ་ལངས་ཕྱོགས་ཁ་ཁ་ཡོད་རེད། ཡིན་ན་ཡང། འོས། མི་མང་གི་མང་མོས་ཀྱི་གཞི་བཟུང་གི་འོས་བསྡུ་ལས་ཁང་གི་མ། གསལ་བཤད་གནང་བའི་གཞི་བཟུང་གི། དེ་ནི། ཐག་གཅོད་གྲུབ་པ་དེ་ལ། ངོས་ལེན་བྱེད་མཁན་གཅིག་ཡིན་པ། གསལ་པོ་ཞུ་རྒྱུ་རེད་དོ། འོད་འཐེན་པའི་སྐབས་ལ་ཡ་དུ་མ་དེ་ཡོང་གི་རེད། དེ་ནས་འོད་ཚ་བའི་བྱེད་ལ་ཡ་གཅིག་སྤྲོས་ཏེ་རང་འཇགས་ཆགས་ཡོད་དགོས་དོ། འོ་དེ་འདྲས་ཅིག་ཚང་མ་ལོག་གི་གནང་ཐུབ་པ་ལ་བྱིན་ན་ང་ཚོ་ལས་ཀྱི་ཡག་པོ་ཡོང་གི་རེད་བསམ་བསམ་འགྲོ་གི་བྱེད་ཚན་པའི་ནང་ལ་ཐོ་བ་དེ་འདྲས་ཅིག་ལས་སོང་དེ་སོང་དང་སྲིད་སྐྱོང་ལས་ཧ་ལས་བའི་དངོས་གནས་དབྱེ་འབྱེད་མེད་པ། དང་ཐོག་སྐྱོ་བོ་དེ་ཚོ་ལ་བྲེལ་བ་མང་རེ་ཞིག་འདུག་དགེ་འགོ་ཨེ་ནས་རེད། ཡང་ཉམ་ཐག་ཡེ་ནས་རེད། དེ་འདྲའི་དགྲ་བོ་འདི་ལ་བལྟས། ཐུགས་སྣང་མང་ལ་ཅི་སྣང་བཟོ། གཟིགས་སྐོར་འདི་ཚོ་ནི་ཆེས་མ་ལགས་པ་བྱས་ནས། ཚེ་འདི་སྙེད་ལ་སྤྱི་མཐུས་ཕེབས་ཀྱི་ཡོད་རེད་ད་ག་ན་ཤེས་འགའི་ཅིག་མང་པོ་ཅིག་ཕེབས་ཀྱི་ཡོད་རེད་བ། ཅིག་གི། བཤད་སྡོད་བྱེད་ཡོད་བ་བ་ཅུ་ཞྭ་རེ་རྩ་ཟེར་བ་ནས་བཤད་བྱེད་འགྲོ་བྱེད་པོ་རེད་བ། ད་རིང་བལྟས་སྐོར། གཟིགས་པོ། གང་ཟག་གུ་ལ་ཕེད་བྱས་ནས། ཚངས་མ་མྱང་བ། དྲ་དེ་འོམ་སྐད་དུ་དྲས་ཡོད་པ་གསལ་བོ་ཞིག་རེད་བ། འོ་དེ་འདྲས་བྱས་ནས་གང་གས་དེ་འདྲས་གནང་བ་སྐད་ཅིག། གུས་བརྩེ་ཞུ་ཙང་ཙང་ཙང་ཙང། དེ་ཚོ་དེ་འདྲས་གནང་བར་བྱེད་ན། ང་རང་ཚོའི་སྤྱི་ཚོགས་འདི་ལེགས། ཡག་པོ་ཅིག་དང། བོད་ཀྱི་བོད་དོན་མྱུར་དུ།